ཚོས་གསན་བཤད་བྱས། ཨ་ནི་ཀ་ར་གསོད་པའི་སྦྱོར་བ་ལུས་ངག་གི་སྦྱོར་བ་གང་ཡང་མ་བརྩམས་ཨ་ནི་ཀ་ར་ཐར། ཨ་ནི་ཀ་ར་འོད་གསལ་གྱི་སེམས་ཅན་དང་སྲོག་མ་བཅད་པ་དེ་འདྲ་ཡིན་ན་བར་ཆད་ལྟར་དེར་མི་དགེ་བ་ལྟར་མི་དགེ་བ་ཆུང་ངུ་ས་སྲོག་གཅོད་པའི་སྲོག་གཅོད་ཆུང་ངུ་ཆགས་ཡོད་རོ། ནང་རྒྱུད་ཀ་ར། དཔེར་ན་སྲོག་གཅོད་པ་ཁོ་རང་ལ་བཞག་པ་ན་ཨ་ནི་ཀ་ར། ཆེན་པོ་དང་འབྲིང་དང་ཆུང་ངུ་གསུམ་བྱ་ཡོད་རོ། གང་དག་ཀོ་ལོང་སྦྱོར་བ་དངོས་གཞི་གསུམ་ག་ཚང་ཟིན་ན་ནི་ག་རེ་འོ་ད་སྲོག་གཅོད་ཀྱི་ལས་དེ་ནི་ཆེན་པོ་བྱ་ཞེས་དེ་འདྲ་དེ་ཀའི་ཉེ་བར་བཤད་རྒྱུ་བྱེད་ཀྱི་རེད་གསུངས་ཡོད། ད་ནི་ག་རེ།

ཨ་ནི་དེ་འདྲ་གི་ཆེད་དུ་ལས་དག། རྟགས་སངས་རྒྱས་ཀྱི་གཟུངས་སྔགས་ར་བ་དང་སྔགས་གྲངས་དེ་འདྲ་དང་སྨོན་ལམ་དེ་འདྲ་བརྒྱབ་པ་ཡིན་ན། ཨ་ནི་བ་ཅོ་ཀོ་ཏི་གི་ཨ་ནི་དོན་དག་ཧ་མ་གོ་བ་ཡིན་ན། ཨ་ནི་ལས་ལམ་རྫོགས་དགོས་མི་འདུག་ཨ། ད་ལས་ལམ་མ་རྫོགས་དུས་ཙམ་པ་ལ་ཨ་ནི་དེ་འདྲ་བྱས་ན། ཕན་ཐོགས་མེད་པ་ཆགས་ནི་རེད་བས་ཨ་ནི་འགའ་རེ་ཕན་ཐོགས་ཡོད་རེད་ཡོད་མ་རེད་ཕན་ཐོགས་མེད་པ་ཆགས་ཀྱི་རེད་བས། ཨོ་དྲ་དྲ་དེ་འདྲ་བྱེད་འདུག་ཟེར་བ། ད་དེ་ནི་འགའ་རེ་སེམས་ཅན་ནད་པ་དེ་འདྲ་ར་བ་དང་གང་ལྟ།

ཁོ་ཀྱིས་ལས་ལམ་རྫོགས་ན་འདྲ་མ་རྫོགས་ན་འདྲ་གང་ལྟར་ཁོ་ལ་ཕན་ཐོགས་དེ་འདྲ་ཡོད་རེད་ཟེར་བ་གང་ལྟར་བག་ཆགས་ཆེ་བ་ནི་ཡང་ཡང་འོང་སྟངས་དེ་འདྲ་གི་བྱས་པ་ཡོད་རེད་ཟེར་བ། ནང་ཆོས་ང་ཚོས་གི་འདུག་ཟེར་ན་གང་ལྟར་ལུགས་སྲོལ་ལས་དེ་འདྲ་ཡོད་རེད་ཟེར་བ་ཟེར་ཉེས་དོན་གྲོགས་དེ་འདྲ་གི་བ་ཞིག་ག་ལ་འོང་དེ་འདྲ་ཡིན་ན་ཨ་ནི་ང་ཚོས་གི་གཟུངས་སྔགས་དེ་འདྲ་འབྲང་བཤད་དེ་ཡིན་ཞེས་པའི་མཚན་དེ་འདྲ་འདོན་བཤད་ཨ་ཁོ་ལ་ཕུ་བརྒྱབ་བཤད་ན་འོ་ད་དེ་འདྲ་བྱས་ན་ཕན་ཐོགས་ཡོང་གི་རེད། བོད་ནང་གར་སོང་བདེ་སྐྱིད་ཤོས་ཡིན་པ། སློབ་དཔོན་དབྱིག་གཉེན་གྱིས་ཨ་ནི་ཀ་ར་མདོ་སྡེ་ལྔ་རྒྱ་མཚོ་ལྔ། ཨ་ནི་ཀ་རའི་དུས་སུ་གཞན་དོན་སྣང་ཞེས་ཅོག་འདི་ཅོག་འདི་དང་བསམ་པ་ལས་ཨ་ནི་ཁོང་བཞུགས་ས་ག་ཁྲི་ལས་ཨ་ནི་ཀ་བུ་རོན་དེ་འདྲ་ཅིག་བཤད་ཨ་ནི་ཁོག་གི་ཚེ་སྣང་གོ་སྟེ། ཁོ་རང་གི་ཚང་ལ་འདེགས་ཏེ་བསམ་པ་ལས་ད་གང་ལྟར་སློབ་དཔོན་དབྱིག་གཉེན་གྱི་དུས་སུ་མདོ་སྡེ་ལྔ་རྒྱ་མཚོའི་བར་གཞན་དོན་སྣང་སྟེ་ཨ་ནི་ཀ་བུ་ཐོས་པར་བཤད་བཤད་ཨ་ནི།

སེམས་པ་བཟང་པོ་ཀུན་ནོར་ལགས་ནས་རྫུན་བཤད་པ་ནི་རྫུན་གྱི་ཉེས་པ་ཡོད་རུང་ཡོད་མ་རེད་ཟེར་ལ་ད་དེ་བ་ཅི། ད་དེ་སེམས་པ་བཟང་པོ་ལ་དེ་བསམ་པ་ལས་ད་ཡང་དཔེ་ན་རོ་བ་ཞང་ཆོས་སེམས་པ་དུ་སོང་ལ་ཨ་ནི་ཀ་ར་གཞན་དོན་གི་དགོས་པ་ཆེ་བ་ཅན་དེ་འདྲས་ཀྱི་ཨ་ནི་ཀ་ར་སྒྲོལ་བ་ཀྱི་ཨ་ནི་ཅན་ལ་འགྲོ་བ་དེ་འདྲས་ཡོད་ཟེར་ན་ཨ་ནི་ག་རེ་མི་དགེ་བ་སྤྱོད་ཡོད་ན་ལུས་ངག་གི་མདུན་དུ་གནང་བའི་སྐབས་ཅིག་ཡོད་རེད་མ་གཏོགས་གཞན་པ་ཅི་ད་ང་ཚོའི་བཟོ་ན་ཅིག་ལས་དང་པོ་བ་གནད་འགག་སོལ་ད་ད་ཚན་པ་བཟང་པོ་རེ་ཅིག་ཀུན་ནས་བླངས་པ་ཡིན་ན་ཡང་བ་ད་ཀུན་སློང་དེ་བླངས་པ་ཡིན་ན་ཨ་ནི་ཅི་རེད་རོ་རྗེ་ཡི་ཀུན་སློང་དེ་འདྲ་ཅིག་ཀུན་ནས་བླངས་པ་ཡིན་པ་ཡིན་ན་ད་དུས་དུས་ཀྱི་ཀུན་སློང་དུ་སོང་ལ་ཨ་ནི་ག་རེ་འདུ་ཤེས་འཆོལ་བ་དེ་སླད་དགོས་དུས་ཙམ་པ་ལ་བཙུན་གྱི་ཉེས་པ་བ་ཅིག་བཤད་འོང་ཞིག་རེ་བཟང་དྲན་གི་འདུག་སྤོས་ན་འདི་འདྲ་ཡོད་རེད་བ། རི་དྭགས་བསད་ངན་རོ། འོ་ད་མངོན་པ་དེ་འདྲ་གི་ཨ་ནི་ག་རེ། ཀྱེ་རི་དྭགས་དེ་ལ་མདའ་རྒྱས་ཞེས་ཨ་ནི། ཁོ་རི་དྭགས་རྨས་མ་འཁྱགས་ནས་ཨ་ནི་བ་བོན་རོ་དེ་བརྩམས་པ་ལས་ཨ་ནི། ཀྱེ། ཁོ་ད་ག་ལ་བོར་ད་རི་དྭགས་བསད་ངན་དེ་གི་རྒྱས་རྒྱས་འདེད་བཏང་ཞེས་རྒྱས་འདེད་བཏང་བ་འདི་བརྩམས་པ་ལ་ད་བོད་ན་སོ་སོ་དགེ་སློང་འདྲ་ཡིན་སྲིད་ན་ཨ་ནི་རི་དྭགས་དེ་མིག་གིས་མཐོང་ཞེས་ཨ་ནི་ག་རེ་ག་བ་ཆེ་ཡང་མིག་གིས་མཐོང་བ་ཡང་ན་ཨ་ནི་མངོན་པ་དེ་སྐད་ཆ་དྲིས་སྲིད་ན་ཨ་ནི་ཀོ་ལེ། སྐད་ཆ་དྲང་པོ་བཤད་པ་ན་ཕ་ཆོག་ཨ་ནི་རི་དྭགས་དེ་ཁོ་སེམས་ནོར་ཡོད་རོ། ད་གནད་འགའ་མཐོང་མ་སོང་ལ་བ་ན་ཁོ་མཐོང་འདུག་ད་རྫུན་བཤད་ན་འགྲིག་ཡོད་མ་རོ། ད་དེ་འདྲི་ག་ལ་ག་རེ་བྱེད་དགོས་རེད་ཟེར་ལ་བ་ན་ཨ་ནི་ཁོ་གི་རྔོན་པ་དེ་གི་ཨ་ནི་གི་སེང་ཆེན་དེ་འདྲ་གི་རི་དྭགས་དེ་འདྲ་གི་ནི་ནི་བ་འགྲོ་སོང་སྐད་ཆ་དྲིས་ན་ཨ་ནི་ཁོ་གི་ཀྱི་དགེ་སློང་དེ་གི་ལན་དེ་ལ་ཨ་ནི་ག་ལ་ལན་གཞན་པ་དེ་འདྲ་བྱ་མ་གཏོགས་ཀྱི་གི་ཨ་ནི་ཁོ་ལ་གང་ད།

ཨཱ་ཀཱ་ར། ངེད་ཀྱི་སེམས་ཅན་འདི་འདྲ་ཇི་སྲིད་གོ་སྙམ་པའི་རོ་ད་ཀུན་སློང། ད་ཀུན་སློང་བཏང་ནས་ཀུན་སློང་གི་དུས་བྱས། ཨཱ་ནི་སེམས་ཤུགས་སེམས་པ་འགྱོད་རོ། སེམས་ཤུགས་སེམས་པའོ་ད་དེ། ཨཱ་ནི་གཱ་སྲོག་གཅོད་ཀྱི་ལས། ལས་ཡིན་ལ་ལས་ཀྱི་ལམ་མ་ཡིན་མཁན་རོ། ཁོ་སྲོག་གཅོད་ཀྱི་ལས་རེད་དེ་ཡིན་ན་ལས་ཀྱི་ལམ་མ་ཡིན་ཟེར་རོ་ལས་ལམ་མ་ཡིན་ཨཱ་ཀཱ་ར་ཟེར་ན། ཁོ་རང་ལ་ཀུན་སློང་གི་སེམས་པ་སྔ་མ་བཞིན་ཚུར་འཇུག་གི་ཡོད་མ་རེད།

སྣ་སེན་སྣོད་སེན་ལོག་ལྟ་གསུམ་པོ་དེ་ཨ་ནི་ཀ་ར། ལས་ཀྱི་ལམ་རོ་ཨ་ད་ག་ད་བྷི་ཀའི་རྒྱན་གྱི་རྒྱུ་ནོར་ཐོབ་པར་འདོད་པའི་མཐོང་མ་ཀུན་སློང་ཞེས་ཨ་ནི་དེ་ནི་ཡ་ཏི་ཀའི་མཐོང་ལྡན་གྱི་བསམ་པ་ཤུགས་ཆེ་རེ་འགྲོ་ནས་ཨ་ནི་ད་དུག་བྷི་ཀའི་རྒྱན་གྱི་རྒྱུ་ནོར་དེ་ཨ་ནི་ཀ་ར་ཐོབ་པར་ཐག་བཅད་པ་དེ་ལ་ཨ་ནི་སྣ་སེན་གྱི་ལས་ལམ་དངོས་ཀྱི་རྫོགས་རེ་རོ་ཨ་ད་དེ་ནི་སྣ་སེན་གྱི་ལམ་དངོས་ཀྱི་རྫོགས་པའི་གནས་སྐབས་སུ་སྣ་སེན་དེ།

དེ་མི་དགེ་བའི་སོ་སྐྱེ་གི་ལས་ཀྱི་ལམ་ཡང་ཡིན་ལ་ལས་ཡང་ཡིན་དེ་ཁན་ཨོ་ད་དུ་ཆེ་བ་བཤད་དགོས་རེད། ཨོ་ཡ། ད་ད་འདྲ་དེ་སྐྱེས་པ་གོ་བདེར་བཏང་ན་རོ། གང་ལྟར་མི་དགེ་བཅུའི་ནང་ནས་ལུས་ངག་གི་བདུན་པོ་དེ་ཨ་ནི་ག་རེ། སོགས་བསྐྱེད་པ་ལ་སོགས་པ་ལུས་དང་ངག་གི་རོ་བ་ལུས་ཀྱི་གཟུངས་ངག་གི་ཡིད་བདུན་གྱི་རོ་བའོ། དེ་བདུན་པོ་སྟེ། ཨཱ་ནི་ཀ་ར། མི་དགེ་བའི་ལས་ལམ་ཡང་ཡིན་ལས་ཡང་ཡིན། ད་ཡོད་ཀྱི་སྣ་སེན་སྣོད་སེན་ལོག་ལྟ་གསུམ་པོ་སྟེ། ཨཱ་ནི་མི་དགེ་བའི་ལས་ལམ་ཡིན་ཀྱང་མི་དགེ་བའི་ལས་མ་ཡིན། མི་དགེ་བའི་ལས་ལམ་ཡིན་ཨ་ཀ་ར་ན། ཀུན་སློང་གི་སེམས་པ་འགྱོད་པའི་གཞི་ཡིན་པ་སོང་ཙང་ཨཱ་ནི་ཀ་ར་འོ་ད་ལས་ཀྱི་ལམ་ཡིན་ལས་མ་ཡིན་ཏེ་ཀ་ར་ཁོ་ཉོན་མོངས་རེས་ལ་ན་རོ་བའོ། ཡོད་ཀྱི་གསུངས་ཏེ་རོ་བ་ན་སེ་ན་སེ་ལོག་ལྟ་གསུམ་པོ་དེ། འོ་ཡ། ནི་ག་རེ། མི་དགེ་བའི་ལས་ཀྱི་ལམ་ཡིན་ཀྱང་ལས་མ་ཡིན། ལས་མ་ཡིན་ཏེ་ཉོན་མོངས་ཡིན་པའི་ཕྱིར་རོ་ལ་ནའོ། ལྟ་དུ་གསུམ་པ། སྡོམ་དང་ལྡོག་དོར་ཤེས་ན་བདག་ཏུ་ཆགས་ཀྱི་རེད། འོ་ཡ། ད་དེ་ནས་ག་སོང་ང་ཚོའི་མཚམས་དེ་ལས་ད་བདེན་ལམ་ནང་ལོག་རོ། འོ་དག་ཟ་བྱེད་རོ། ཆེ་བ་མི་རྟག་དངོས་ཀྱི་དེ་ལ་ཆེ་བ་མི་རྟག་པ་བསམ་པ་ངན་འགྲོའི་སྡུག་བསྔལ་བསམ་པ། དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བ་བཞང་བ་རོ། དེ་ནས་ལས་འབྲས་ལ་ཡིད་ཆེས་ཀྱི་དད་པ་བྱེད་པ་སེ་ལ་ན་དག་ཟ་བྱེད་ཡིད་ཆེས་པ་ལས་འབྲས་ཀྱི་ཡིད་ཆེས་ལ་དད་པ་བྱེད་པ་སེ་ལ་ན་དག་ལས་འབྲས་ལ་ཡིད་ཆེས་ཀྱི་དད་པ་བྱེད་པ་བདེན་ལམ་ཁོ་ནོར་ནང་ལོག་དག་དག་ཟ་བྱེད་དག་ནང་ལོག་ཉུང་ཉུང་མ་དང་མི་འདོ་བ་འོ་དག་བསྟོད་པའི་གེགས་ཆེན་པོ་བྱའོ་སྟེ། འོ་སྟེ་ཅེས་པའོ།

རོ་བ། མི་དགེ་སྐྱོན་དེ་ག་འདྲ་ཆེ་ཆུང་ལ་ན་འདྲ། བ་དག་སྐྱེ་འག་གི་ཆེ་བ་ག་འདྲ་ག་འདྲ་ཡོད་རེད། ཨ་མི་དགེ་བ་དེ་དག་གི་འབྲས་བུ་ག་འདྲ་ག་འདྲ་ཡོད་རེད་ལ་ནོ་དུ་སུ་ལེགས་ཡོད་དེ་ད་ག་སོང་ང་ཚོས་གི་ཚང་འདྲ་བྱས་ན། ན་བུས་ལེན་ལ་ངོ་ཡོད་ཟེར་བ་ད་དེ་ཡིན་སྐྱེ་འགྲོ་ས་རེད། ད་དེ་ནི་དེ་རིང་སྐྱེ་འག་གི་ཆེ་བ་རེད་ཟེར་ན་རོ་བ་འོ་ཡ་ད་དེ་ནི་ག་རེ་སྐྱེ་འག་གི་ཆེ་བ་དེ་ནི་བ་ཆེ་ཤོས་ཡིན། འོ་ཡ་ད་དེ་ནི་ག་རེ།

རོ། དུས་རྟག་ཏུ་ཤེས་པའི་སྐྱེ་བ། སྔོན་མ་འདོད་བྱེད་པའི་སྐྱེ་བ། གཞོ་ཡི་སྐྱེ་བ། གཉེན་པོ་མེད་པའི་སྐྱེ་བ། ཡིད་ལས་སྐྱེ་བ། ངོ་བོ་ཉིད་ཀྱི་སྐྱེ་བ། ཟེར་བ་ན་འོག་ལྟ་དྲི་ཡང་གི་བྱེད་པ་དྲུག་རོ། འོག་ལྟ་དྲུག་ནི་མ་བཏོན་ནས་འོག་ལྟ་དུ་ཤེས་བྱུང་བ་རེད། འོག་ཡ། འོག་ཡ། འོག་ཡ། ད། འོག་ཡ། ད་དེའང་གི་བྱེད་པ་མང་པོ་གསུངས་པའི་ནང་ན་ད་དེའང་གི་བྱེད་པ་ཚུལ་བདུན་ཡིན་ན་དྲུག་ཡོད་པའི་ནང་ན་ད་དང་པོ།

ཤན་པ་དེ་འདྲ་དང་རྐུན་མ་ལ་འོ་ད་དེ་འདྲ་གི་ཨ་ནི་ག་དུས་རྒྱུན་དུ་ཨ་ནི་སྲོག་གཅོད་དང་མ་བྱིན་ལེན་སོགས་འོ་ད་དེ་འདྲ་བྱེད་བསྡད་པ་ཚོ་གི་ང་དུས་རྟག་ཏུ་ཤི་བ་དུས་རྟག་ཏུ་ཤི་བའི་སྐྱག་ཆགས་ཡོད་རེད། ད་སྡིག་པ་ཕྱོགས་ལ་བྱ་མ་འདུག་ཟེར་རེད་ད་དེ་ག་ན་ཡི་གེ་ཡི་ཕྱོགས་ལ་བཞག་པ་ཡིན་ན་ཨ་ནི་དུས་རྒྱུན་དུ་ཨ་ནི་ག་ཉི་མ་རྟག་པར་ཨ་ནི་ག་ཕྱག་འཚལ་བསྡད་ཡ་དེ་འདྲ་དང་ཁ་འདོན་དགེ་སྦྱོང་བྱེད་བསྡད་ཡ་འོ་ད་རྒྱུན་དུ་ག་ད་དགེ་བ་བྱེད་བསྡད་ཡ་ཚོ་ཡང་ཨ་ནི་ག་དུས་རྟག་ཏུ་ཤི་བའི་སྐྱེ་བ་ཟེར་དགེ་བ་ཡིན་ན་དགེ་བ་སྐྱག་ཆགས་ཡོད་རེད། སྡིག་པ་ཡིན་ན་སྡིག་པ་སྐྱག་ཁྱག་ཡོད་རེད། འོ་ད་དུས་རྒྱུན་དུ་རེ་བ་གང་འདྲ། དུག་མཚོན་དྲག་པོ་གི་སྐུ་ནས་བླངས་པ་དེ་འདྲ་མ་ཡིན་པ། འོ་ད་སྙིང་པོ་མེད་པ་དེ་འདྲ་མ་ཡིན་པ་ཞིང་ཆེ་བ་ཅན་ལ་བསྟན་པ་དེ་འདྲ་ག་གེ་མ་ཡིན་ན་ཡང་ཁོ། ཉི་མ་རྟག་པར་དུ་ཞེ་བདེ་བ་སོང་ཙང་རེ་བའོ། འོ་ད་དེ་འདྲ་གི་ཐོག་ནས་ནི་ཁོ། སྡིག་པ་ཡིན་ན་འདྲ་དགེ་བ་ཡིན་ན་འདྲ་གང་འདྲ་ཁོ་སྐྱེ་བ། གང་དག་བྱ་བའི་རེས་གང་དག། ད་བསྙེན་པར་དེ་ལ་ཀ་ར་མངོན་པར་འདུ་ཤེས་པས་སྐྱེ་བ་ཟེར་བ་ན་རེ་བ། ད་སྐྱེ་ཡང་དྲུག་པོ་ན་ནས་ད་དུས་རྟག་ཏུ་ཞི་བའི་སྐྱེ་བ་འགྲོ་ས་སོང་བ། ད་མངོན་པར་འདུ་ཤེས་པས་སྐྱེ་བ་ཟེར་ལ་ད་མངོན་པར་འདུ་ཤེས་པས་སྐྱེ་བ་ཟེར་བ་དེ་ལ། ད་ཉོན་མོངས་དྲག་པོ་གི་རེ་བ་གང་དག་ད་འདོད་ཆགས་ཡང་ན་འདོད་ཆགས་དྲག་པོ་ཞེ་སྡང་ཡང་ན་ཞེ་སྡང་དྲག་པོའོ་ད་ཉོན་མོངས་དྲག་པོ་དེ་འདྲ་ཅིག་གི་ཀུན་ནས་བསླངས་ནས་ཨེ་ནས་ཀ་ར་ང་བདག་སྡིག་པ་བྱས་པ་ཡིན་ན་ད་དེ་འདྲའི་སྡིག་པ་དེ་ལྟ་བ་བྱས་པ་དེ་འདྲ་དང་གཉེན་པོ་མེད་པ་དེ་འདྲ་ག་གེ་མ་ཡིན་ན་ཡང་རུང་ད་དེ་སྡིག་པ་དེ་སྡིག་པ་དེ་གང་དུ་ལྟོ་ཆེན་པོ་ཆགས་འདུག་ཡོད་རེད། གང་དུ་སྡིག་པ་སྐྱག་ཆགས་ཡོད་རེད། བ་ད་ཆགས་སྡང་རྨོངས་སོང་ཨ་ནི་ག་རེ་དྲག་པོ་དེ་འདྲའི་ཞིག་ཐོག་ནས་ཨ་ནི་ཀུན་ནས་སློང་ཤེས་ཨ་ནི་ག་རེ་བ་ད་སྡིག་པ་དེ་བྱས་པ་ཡིན་ན་བ་ད་དེ་འདྲའི་སྡིག་པ་དེ་ལ་སྐྱེ་བ་དངོས་པོ་འདུ་ཤེས་པའི་སྐྱག་ཟེར་བ་ད་དེ་ལ་ཡོད་རེད།

ཁོ་ལ་དཔག་ཚོན་རྣམས་ཞེས་ཨ་ན་མེ་ལ་སྐྲག་ཞེས་ཨ་ན་ཀམ་སེང་གེ་རྣམས་མ་ཤི་གོང་ན་མ་སྤགས་པར་ཤི་ན་རེ་བ་གང་དག་འོ་ད་བཞོ་བ་དེ་ལ་པའི་དུག་ལས་ཤུགས་དྲག་པོ་དེ་འདྲས་རྒྱུན་རིང་པོ་དེ་འདྲས་བཏང་ནས་ནི་ཟོས་པ་དེ་ལས་ནི་ག་རེ་བཞོ་ཡི་སྒོ་ནས་སྐྱེ་བ་སུ་ལ་གི་ཡོད་རེད་ཟེར་གོ་ན་བཞོ་བ་དེ་ལས་བི་གའི་སོལ་ཇག་གི་སེང་གེ་དེ་ལ་པའི་དེ་དུག་དུག་པོ་བཏང་ནི་མེ་ལ་མ་ལ་བཏང་ཞེས་འོ་ད་དེ་འདྲས་ཀྱི་ཐོག་ནས་ཟོས་པ་དེ་ལས་བཞོ་ཡི་སྐྱེ་བ་ལ་གི་ཡོད་རེད།

ད་དགེ་བ་ལ་དཔེར་ན་རེ་བ་ད་ད་ཡིག་མི་དགེ་བ་ལ་སྦྱར་རོ། ད་དགེ་བ་ལ་སྦྱར་བ་ཡིན་ན་ད་གཞན་པ་ཞེས་པ་དེ་འདྲ་དང། ཁྱད་པར་ཕུལ་བ་དེ་འདྲ་དང་ཕྱག་འཚལ་བ་ལ་སོགས་པའོ། ད་དགེ་བའི་བྱ་བ་གང་འདྲའི་ཞེས་པ་ཡིན་ན་ཁོ་ག་ད་སྦས་ཚན་དྲག་པོ་རོ་བ་ཞོ་བ་ཤུགས་ཆེན་པོ་གི་ཐོག་ནས་སྒྲུབ་གི་ཡིན་ན་འོ་ད་དགེ་བ་ལྟོ་ཆེན་པོ་བྱ་གི་ཡོད་རེད། འོ་ད་གསུམ་ཀ་ལ་བཞི་ཡིས་སྐྱེ་བ་ཟེར་ན་འོ་ད་དེ་འདྲ་བྱེད་ལག་གི་ཡོད་རེད།
ཨཱ་ཡ།
ད་ནི་ག་གཉེན་པོ་མེད་པའི་སྐྱེ་བ་ཨཱས་ལྷར་ན་ད་ཇི་ཨང་གི་ཆད་པ་ད་གའི་དྲུག་སྣང་ན་ད་བཞི་པ་གཉེན་པོ་མེད་པའི་སྐྱེ་བ་ཨཱས་ལྷར་བ། ཨཱ་ཡ་ད་གཉེན་པོ་མེད་པའི་སྐྱེ་བ་ཨཱས་འདི་ཙམ་པ་ལ་དཔེར་ན་རོ། སྡིག་པ་གི་གཉེན་པོ་རོ་ད་སྡིག་པའི་གཉེན་པོ་འདི་ལ་ལྟོ་བཞི་གཉེན་པོ་ལྟོ་བཞི་གང་ཡང་རུང་བ་ཅན་མེད་པ།

འོ་ད་རང་གི་བག་མ་ལ་ཨནེ་ཀ་ར་འོ་ད་གང་ད་བལྟས་ནས་སྡིག་པ་བསགས་པ་ཡིན་ན་སྡིག་པ་ལྟོ་འཕྱེ་བ་ད་དགེ་བ་བསགས་པ་ཡིན་ན་དགེ་བ་ལྟོ་འཕྱེ་བའོ་ད་དེ་འདྲ་ཡོང་དགོས་རེད་ཕན་ཐོག་ད་ཨནེ་ཀ་ར་རང་གི་བླ་མ་དང་སློབ་པ་དང་བྱང་སེམས་ཉན་རང་སྒྲ་བརྗོད་པ་དུག་གསུམ་ལ་ཨནེ་ཕན་པ་དང་གནོད་པ་ཤེས་པ་ཡིན་ན་ཨནེ་ཀ་ར་ལྟོ་འཕྱེ་བ་ཆགས་སྡེ་ཨ་ཀ་ན་དུག་གསུམ་ཡོན་ཏན་གྱི་ཞིང་ལ་ཆགས་སྡེ་རེད་ཟེར་འོ་ད་ཡོན་གང་ད་ཕན་འདོགས་ཀྱི་ཞིང་དང་ཡོན་ཏན་གྱི་ཞིང་ལ་བརྟེན་པའོ་ད་དེ་འདྲ་ལས་ཨནེ་ཀ་ར་ཕན་པ་དང་གནོད་པ་གང་འདྲ་ཤེས་པ་ཡིན་ན་ཨནེ་ཀ་ར་འོ་ད་ཕན་པ་ཤེས་པ་ན

རྫུན་ལས་ཀྱང་ཨ་ནི་ཀར་ལོག་ཡན་སྐྱེ་བ། སྐྱོ་བ་སྐྱེ་བ་ཟེར་བ་ན་འོ་ན་མི་དགེ་བའི་སྐྱོན་ཡིན་ན་རོ་གང་དག། སྔ་མ་སྔ་མ་སྐྱེ་བ་དང་ཕྱི་མ་ཕྱི་མ་ཨ་ནི་ཀར་ཡིན་རོ། སྐྱོ་གར་ལོག་པ་དང་སྲོག་གཅོད་སྐྱོ་བ་ལ་སོགས་པའི་ལུས་ངག་གི་བདུན་གྱིས་རོ། ལུས་ངག་གི་བདུན་གྱི་ནང་ན་དག་སྲོག་གཅོད་པ་དང་ཅིག་ཤོས་བྱེད་ཨ་ནི་དེ་ནས་ཀར། དེ་ལས་ཨ་ནི་མ་གཞན་ལས་དེས་ཡང་བ་བྱ་གི་ཡོད་རེད་དེ་ལས་ཀྱང་ལོག་ཡན་དེས་ཡང་བ་བྱ་ཡང་བ་བྱ་གི་ཡོད་རེད། ཨ་དེ་ལས་ཀྱང་ཨ་ནི་རྫུན། སྔོན་གྲངས་མ་ཚིག་ཚོད་ངག་བྱས་ཟེར་ལ་ན་འོ། ཅི་ལ་དེ་ཡོད་ནི། ལུས་ངག་གི་བདུན་དེ་ཨ་ནི་ཀར།

སྣ་སེན་ལས་སྣོད་སེན་སྐྱེ་བ། སྣོད་སེན་ལས་ལོག་ལྟ་སྐྱེ་བའོ། ད་ནིང་ཡིད་ཀྱི་སུན་ན་ལོག་ལྟ་སྐྱེ་ཞོས་བཤད། ཨ་ནི་སྣོད་སེན་དེ་ལས་དེས་ཡང་བ་བཤད། ཨ་ནི་ཀར་ཨོ་ཡ་སྣ་སེན་ཨ་ནི་ཀར་སྣོད་སེན་ལས་ལྟོས་ཏེ་དེས་ཡང་བ་བཤད་ན་རོ་བའོ། ད་ཡིད་ཀྱི་སུན་ན་ཨ་ནི་ཀར་ཨོ་ཡ་ཕྱི་མ་ཕྱི་མ་སྔ་མ་སྔ་མ་ལས་སྐྱེ་བ་ཁྱབ་ཡོད་རེད་ཟེར་གང་ལྟར་ཕྱི་མ་ཕྱི་མ་སྐྱེ་ཞོས་བཤད་སྔ་མ་སྔ་མ་ཡང་བ་བཤད། འོ་ད་དེ་བཤད་ད་ལུས་ངག་གི་དོན་དེ་སྔ་མ་སྔ་མ་སྐྱེ་བ་དང་ཕྱི་མ་ཕྱི་མ་ཡང་བ་ཁྱབ་འགྲོ་བ

དུས་རྒྱུན་དུ་རོ། དུས་རྒྱུན་པར་ཨ་ནི་ཀ་ར་སོགས་བསྐྱོད་ཅིང། དགེ་བ་གཏན་མི་སྒྲུབ་པ་འོ་ད་དེ་འདྲའི་ཁྱི་དག་མི་འདྲ་ཅིག་ཡིན་ན་རོ། རྒྱུན་དུ་སོགས་བསྐྱོད་བསྡད་མཁན་གྱི་དགེ་བ། པ་ཅི་ཡང་མི་སྒྲུབ་མཁན་རོ། དགེ་བ་གཏན་མི་སྒྲུབ་པ་འོ་ད་དེ་འདྲའི་ཆེ་གེ། ཨ་ནི་ཀ་ར་ཀུན་སློང་དེ་ལ་ཞེ་སྡང་དྲག་པོ་ཅིག་གིས་ཀུན་དུ་སློང་ཞེ་འོ་ད་དེ་ནི། ཞེ་སྡང་དྲག་པོ་དེ་འདྲ་ཅིག་གིས་ཀུན་དུ་སློང་ནས་ད། ཡང་རང་གི་ཕ་མའང་ཡང་མེད་ན།

དུས་རྟག་ཏུ་ཞེས་པའི་སྐྱེ་བ་ངོ་བོ་ཉིད་ཀྱིས་སྐྱེ་བ་གཉེན་པོ་མེད་པའི་སྐྱེ་བ་དངོས་མ་འདི་ཞེས་པའི་སྐྱེ་བ་བཞི་ལས་སྐྱེ་བ་བཞི་ཡི་སྐྱེ་བའོ་ད་དྲུག་ག་ཚང་ཡོང་རེད་དཔེར་ན་རེ་བ། དུས་རྒྱུན་དུ་རེ་བ་རྒྱུན་པར་སྲོག་བསྐྱོད་ཅིང་ཟེར་བ་དུས་རྒྱུན་དུ་སྲོག་བསྐྱོད་ཅིང་དགེ་བ་གཏན་ནས་མི་སྒྲུབ་མཁན་འོ་ད་དེ་འདྲའི་ཞིག་གིས་ཞེ་སྡང་དྲག་པོ་གིས་ཨ་ནི་ཀ་རེ་ཀུན་ནས་བསླངས་ནས་ད་རང་གི་ཕ་མ་ཡང་མེད་ན་ཀློག་པ་འོ་ད་དེ་འདྲ་གྱི་སྡུག་བསྔལ་བཟོད་པར་དཀའ་བ་དེ་འདྲ་གི་ཐོག་ནས་གང་ལྟར་བྱ་བ་གཅིག་བརྩམས་ནས་ཨ་ནི་ཀ་རེ་དེ་བསད་པ་ཡིན་ན་འོ་ད་དེ་འདྲ་ཡིས་ད་གང་ལྟར

སྐྱེ་བ་དྲུག་འདུ་བ། སྐྱེ་བ་དྲུག་ནང་ལྟར་སྐྱེ་བ་དྲུག་ཁ་ཚང་ཉིད་དེ་འདྲ་དང་སྐྱེ་བ་ལྔ་ཙམ་མ་གཏོགས་མི་ཚང་གི་སྐྱེ་བ་བཞི་ཙམ་མ་གཏོགས་མི་ཚང་གི་ཨ་ནི་གསུམ་གཉིས་སྐྱེ་བ་གཅིག་ཙམ་ཚང་གི་འོ་ད་དེ་འདྲ་གི་ཨ་ནི་ག་རེ་སྡིག་པ་དེ་འདྲ་ནང་བསྲེགས་དུ་ད་ག་ད་འོ་ད་དུ་བྱས་པ་བྱས་ཡོད་རེད་ཟེར་རོ། འོ་ད་དེ་འདྲ་གི་བྱས་པ་དུ་ཡག་པོ་ཤེས་པ་བྱས་ནས་ཨ་ནི་ག་རེ། དུས་འཇོམས་པ། རང་གི་སྒོ་གསུམ་གྱི་སྤྱོད་པ་དེ་སོང་ག་རེ། དགེ་མི་དགེའི་ལུང་མ་བསྟན་ག་འདྲ་ཅིག་འཇུག་གི་འདུག་བསམ་ནས་འོ་ད་ག་ད་དྲན་པ་དང་ཤེས་བཞིན་འོ་ད་དྲན་ཤེས་ཡང་ཡང་བསྟན་པའི་ཐོག་ནས་ག་རེ། འོ་ཡ། རང་གི་སྒོ་གསུམ་གྱི་སྤྱོད་པ་དེ་ག་འདྲ་ཡིན་པ་དེ་ངོས་ཟིན་པ་བྱས་ནས་ག་རེ། འོ་ཡ།

ད་དེ་བཞིན་དུ་ར་བ་ད་དཀོན་མཆོག་གསུམ་དང་དེ་ནས་ཨའི་བླ་མ་ཞེས་རང་གི་བླ་མ་ཞེས་ཨ་ནི་ག་བླ་མ་དང་འདྲ་བ་ད་རང་གི་བླ་མ་མ་ཡིན་ན་ཡང་ཨ་ནི་བླ་མ་དང་འདྲའི་ཡོན་ཏན་ཅན་དེ་འདྲའི་ཨ་ཡ་བླ་མ་དང་འདྲ་བ་དེ་འདྲ་དང། ཨ་ནི་ད་རང་གི་ཕ་མ་ལ་སོགས་པའོ་ད་དེ་འདྲའི་གི་བཞིན་དུ་ས་ལ་པའི་ད་ཨོ་ཡ་ཨ་ག་ད་ཏི།

གང་དག་ཞིང་དེ་ལ་དཀོན་མཆོག་སོང་བླ་མ་བླ་མ་དང་འདྲ་བ་ཨ་ནི་བག་མ་ལ་སོགས་པ་འོག་དག་ཏུ་སོང་གང་དག་ཞིང་བྱེད་པ་ཅན་ཡིན་དེ་ཙམ་བ་ལ་དག་ཏུ་སོང་ལ་ཕན་པ་དང་གནོད་པ་བྱས་སོ་ན། འོག་དག་ཏུ་ནི་ག་རེ་སྡིག་པ་དག་ཨ་ནི་ག་རེ་དགེ་བ་ཚུལ་གང་རྟོག་ཆེན་པོ་ཆགས་འགྲོ་ཡང་རེས་ཤི་ད་དག་དེ་དག་གི་ནང་ནས་ཨ་ནི་སངས་རྒྱས་དེ་ནི་ཨ་ནི་ག་རེ་ཉན་རང་དང་བྱང་སེམས་རྣམས་ཀྱི་དེ་སུ་ན་བསགས་པའི་ཞིང་ཡིན་དེ་ཙམ་བ་ལ་དག་གང་དག་འོག་དག་ཞིང་ཆེན་པོ་ཡིན་པར་སོང་ཙང་ཨ་ནི་ད་སངས་རྒྱས་ལས་བྱ་བ་ཆུང་ཆུང་ཅིག་བྱེད་པ་ཡིན་ན་ཡང་ཨ་ནི་ག་རེ་འོག་དག་དེ་ལས་ཨ་ནི་ག་རེ།

ཨོ་ད་གང་བཟང་བཀོད་པ་ཕུན་སུམ་ཚོགས་པ་དང་ལྡན་པ་དེ་འདྲ་ཁྱེད་ལ་ཨ་ནི་ཀ་ར་ཤོག་ཀྱི་དགེ་སློང། ཨོ་ཡ་ལྗོན་ཤུག་ནི་ཨ་ནི་རང་སངས་རྒྱས་ཀྱི་བར་ཨོ་ད་དུ་སོང་ལ་ཨ་ནི་ཀ་ར་ཇི་སྲིད་འཚོ་ཡི་བར་དུ་ལས་ཨ་ནི་ཀ་ར་འདི་ཡི་ཡོ་བྱད་ཐམས་ཅད་ཕུལ་ནས་ཨོ་ད་དོན་འབྲས་ཀྱི་བསྙེན་བཀུར་བྱས་པ་ལས་ཀྱང། ཨ་ནི་ཀ་ར་སངས་རྒྱས་ཀྱི་རིང་བསྲེལ་སྙིང་པོ་ཡོད་དེ་ཁེང་གི་རོ་སངས་རྒྱས་ཀྱི་རིང་བསྲེལ་ཡོད་དེ་ཁེང་དེ་འདྲ་གི་མཆོད་རྟེན་ཆུང་ཆུང་གཅིག་བཞེངས་པ་དེ་འདྲ་དང། སངས་རྒྱས་ཀྱི་སྐུ་གཟུགས་ཨ་ནི་མཚོན་གང་ཙམ་གཅིག་ཨོ་ད་དེ་འདྲ་བཞེངས་པ་ཡིན་ན་ཨོ་ད་དེ་གི་སུན་ན་ཁྱེར་བ་ཡོད་ཟེར་ལ་ནི་ཨོ་ད་དེ་འདྲ་སོང་ཡོང་གི་འདུག།

ངོ་ཡ། ངོ་ཡ་ད། བྱས་ཙང་ད་གང་དག་སྡོམ་པ་དང་མི་ལྡན་མཁན་གྱི་དང་སྡོམ་པ་དང་ལྡན་མཁན་གྱི་བཤད་པ་ན་ཨ་ནི་ག་སྡོམ་པ་དང་ལྡན་མཁན་དེ་གས་སྡིག་པ་བྱས་ན་ཡང་སྡིག་པ་སྟོབས་ཆེ་བ་དང། འོ་དགེ་བ་བྱས་ནའང་དགེ་བ་སྟོབས་ཆེ་བ་ཆགས་ཡོད་རེད། དེ་ཡིན་ན་ད་བོད་ན་རོ། སོ་ལྟ་བུའི་སྡོམ་པ་དང་བྱང་ཆུབ་སེམས་དཔའི་སྡོམ་པ་དང་ཨ་ནི་གསང་སྔགས་ཀྱི་སྡོམ་པ་སྡོམ་པ་གསུམ་ག་དང་ལྡན་མཁན་འོ་ད་དེ་འདྲ་གྱིས་ཡིན་ཟེར་ན་ཨ་ནི་ག་རེད། འོ་ད། འོ་ཡ། ཀྱི་དགེ་བ་ག་ཚད་ཅིག་བསྒྲུབ་པ། དེ་ལ་དགེ་བ་སྟོབས་ཆེ་བ་དང་སྡིག་པ་ལས་བཤད་པ་ན་སྡིག་པ་སྟོབས་ཆེ་བ་ཡིན་དུས་ཙམ་པ་ལ་དང། སྡིག་པ་ག་ཚད་ཉུང་ཉུང་དང་དགེ་བ་ག་ཚད་ཅིག་སྟོབས་ཆེ་ཆེ་བསྒྲུབ་དགོས་སྐོར་མ་གཏོགས་རྒྱ་གིས་ད་སྡོམ་པ་སོང་ཁ་བླངས་ཞེས་ཨ་ནི་སྡིག་པ་མང་པོ་བྱེད་ན་དེ་ནི། འོ་ད་སྡོམ་པ་ལེན་ད་ད་གིས་ད་གང་ད། ཀྱིས་གང་ད་སྡིག་པ་མང་བ་བསགས།